རྒྱུ་མཚན་དང་དགོས་པ་ཞིག་བསམ་སྟངས་སྐོར་བ་སྐུལ་སློང་ཡང་དག་པ་ཞིག་དགོས་རོགས་པ། འདི་འདྲས་ཅན་ཡིན། ད་ང་རང་འདྲ་པོ་ཆེ་སྐུལ་སློང་འདྲ་བའི་རྣམ་པ་ཚོ་ལ་ཞུས་པ་ཡིན་ན་ད་ང་རང་གི་རྡོ་རྗེ་གཅོད་པ་བློ་བ་རེད་ཨ་ནི་ད་འདྲ་དར་དར་བ་ཆེན་པོ་བློ་དགོས་བ་རེད་ད་ཉི་མ་ཁ་ཤས་ཆེ་དང་པོ་དེ་ལ་ཡང་སྐུལ་སློང་འདྲས་ལ་ཡང་ད་ང་རང་གི་དེ་འདྲའི་རྡོ་རྗེ་གཅོད་པ་དང་དར་བ་ཆེན་པོ་རྡོ་བློ་ཞལ་གཅོད་དགེ་བའི་རྩ་བ་འདི། ཨ་ནི་ཐོག་མར་དང་པོ་དེ་ལ་ཡ་ཨན་བྱ་བ་ཐམས་ཅད་བྱིན་གྱིས་གཟིགས་པ་ཆེན་པོ་མཆོག། སྐུ་ཚེ་བསྐལ་བརྒྱར་བརྟན་པ་དང་ཐུགས་ཀྱི་བཞེད་དགོངས་མཐའ་དག་འབད་མེད་ལྷུན་གྱིས་འགྲུབ་པའི་རྒྱུ་ཡི་ངོ་བོར་འགྱུར་བར་ཤོག་ས་ཡ་བསྔོ་བ་ཅིག་བྱེད་ཀྱི་ཡོད་པ། གཉིས་པ་དེ་ལ་ཨ་ནི་ད་དེ་འདྲའི་ཅིག་ཕན་ཡོན་འདིས་ཨ་ནམ་མཁའ་མཐའ་ཡས་པའི་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་འཁོར་བའི་སྡུག་བསྔལ་ལས་གྲོལ་ཏེ་ཨ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་ཀྱི་རྒྱུ་ཡི་ངོ་བོར་འགྱུར་བར་ཤོག་ས་དེ་འདྲའི་ཅིག་བསྔོ་བ་བརྒྱད་ཡོད།

དེ་དཔེ་གལ་ཆེན་པོ་ཞིག་མཐོང་སོང། ནམ་རྒྱུན་ནས་ང་རང་ཚོ་མི་གྲོང་དཀར་ལང་ཀ་ལ། ཁ་ཤས་ཀྱིས་མ་ཎི་རིལ་བུ་བླུག་དགོས་རེད་ཁ་ཤས་ཀྱིས་མ་ཎི་གྲངས་བཟི་དགོས་རེད། ཁ་ཤས་ཀྱིས་ད་རྒྱ་བ་རུམ་ཅིག་གི་ཞལ་རས་སྒོམ་སྒོམ་བཟི་དགོས་རེད་གུས་པ་ང་རང་འདྲ་པོ་བྱས་ན། ང་རང་གི་མདུན་ལམ་དུ། མི་གསུམ་བཅས་ཅིག་དེ་འདྲས་དངོས་སུ་གྲོངས་པ་དེ་འདྲས་མཐོང་མྱོང་ང་རང་གི་སྤུན་རྒྱ། མཐོང་མྱོང་འགྲོ་བ་ངས་ངའི་ནམ་རྒྱུན་འདི་འདྲའི་ལག་ཡོད་མི་གྲོངས་ག་ལ་ང་རྣམ་པར་གྱི་ཞེ་དྲག་ཅིག་ལ་གཡེང་འགྲོ་གི་འདུག་བ་ཀྲུག་ཀྲུག་བཏང་བས་ན་ཚུར་རང་ཤག་ཅིག་ལོག་ཡོང་དང་འདི་ང་རང་གི་ཉམས་མྱོང་ཐོག་ནས་ཞུ་གི་ཡོད། ད་འདི་སྐབས་ལ་ཡང་ང་རང་གིས་འདི་སྔས་ལ་ངས་མང་པོ་བྱས་མྱོང་དེ་མ་ཎི་རི་བོ་བང་ཆ་ཁ་ར་བླུགས་ཡ་དང་མ་ཎི་དང་བཅོས་ཡ་དང་ཨ་ནི། ཡང་སྲིད་ཡང་སྲིད་ངས་རྒྱ་བ་རོམ་ཅིག་གི་ཞལ་རས་བསྒོམ་རྒྱ་བ་རོམ་ཅིག་གི་ཞལ་རས་བསྒོམ་ཟེར་ལབ་བསྡད་ཀྱི་ཡོད་རེད་བ།

རྟག་པར་བློ་དེ་ད་ལན་ཡང་ང་རང་གིས་ད་ཅིག་རྣམ་པ་ཚོ་ལ་བཤད་བྱས་ཏེ་དེ་དེ་འདྲའི་ཆེ་གལ་ཆེན་པོ་ཞིག་མཐོང་སོང། འདི་སངས་རྒྱས་ཀྱི་གསུང་བྱ་རྒྱུའི་རེ་བ་དཀའ་ཆེ་རེད་བ། སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་བྱ་རྒྱུ་དཀའ་ཆེ་ཆགས་བསྡད་ཡོད་རེད། འདི་དཔེ་གལ་ཆེན་པོ་ཞིག་མཐོང་སོང། འདི་ནམ་རྒྱུན་ང་ཚོ་ཚང་མ་གིས་བྱ་བ་ཡག་ག་ཅིག་བྱེད་དགོས་རེད་བ་མི་སུ་ཡིན་ན་ཤེས་ཡ་རེད་གོ་བ་ང་རང་འདྲ་པོ་ཚོ་ཉི་མ་ཆ་ཤས་དྲུག་པོ་རེད། ཨོ་བཀའ་མ་བསྟན་པ་ཀུ་ཤའི་ཤ་སྙིང་རྗེའི་ལ་ཡ་ཅིག་གོ་གི་རེད་འདུག་པ་རྣམ་པ་ཚོ་ཡིན་ན་དེ་དང་དེ་བཞིན་རེད། འདི་ཡིན་འདི་ག་ལ་ང་རང་ཚོ་གི་ད་བློ་ཟུར་ནས་ནས། ད། མི་འཆི་ཁ། འཆི་ཁ་ལ་ག་ལ་ནད་ཡོད་འཇུག་དེ་ངས་དེ་ནས་མང་པོ་བྱས་པ་དེ་འདྲས་ཀྱི་སེམས་པ་ལ་བཞག་དགོས་ཡ་དེ་གཙོ་བོ་དེ་ནམ་རྒྱུན་ནས་ང་ཚོ་བྱེད་དེ་ཡ་དེ། ཏི་མ་ནི་རི་བོ་བང་སྤྲད་ཡ་དང་མ་ནི་ས་བཅོས་ཡ་དང། ཇའོ་རོམ་བྱེད་ཡོད་ཀྱི་ཞེ་རེ་སྒོམ་ཟེར་ཡ་དེ།

གསུང་ལ་འགོར་བ་དེ་སྐད་ཆ་དོན་དག་འདི་རེད་བ། ད་དགེ་བའི་བཤེས་གཉེན་འགའ་ཞིག་གིས་ཟེར་ན་དགེ་རྒན་ད་དགེ་འདུན་པ་ཡིན་ན་རེད། མི་སྦྱ་ཡིན་ན་རེད་སུ་ཡིན་ན་རེད་ད་དེ་ལ་ཡ། འཆི་ཁར་ལ་ག་ལ་ནད་གཡོག་འཇུག་འདོན་མཁན་གཡོག་པོ་འཇུག་འདོན་མཁན་འགྲམ་ལ་འདེད་མཁན་སུ་ཡིན་ན་ཡང། དེ་འཆི་བ་ལ་མངོན་དུ་ཕྱོགས་པ་ཤི་ཁར་ལ་ག་མི་དེ་ལ་ཡ། ཡིན་ཅིག་མིན་ཅིག་ད་ན་མོ་དཀོན་མཆོག་གསུམ་གྱི་མཚན་ལན་གསུམ་དུ་ཟེར་ད་ན་མོ་བུ་ད་ཡ་ན་མོ་འདབ་མ་ཡ་ན་མོ་ས་འགའ་ཡ། རེད་བ། དེ། ཁོ་རང་གི་ཁ་ནས་བརྗོད་དུ་བཅུག་ན་ཐེངས་གསུམ། ད་ཤི་བ་ལ་སྔོན་དུ་བྱུང་བའི་མི་དེ་གི་ཁ་ནས་འདོན་བཅུག་ན། ཨ་ནི་འཆི་འཕོས་ནས་ངན་སོང་དུ་མི་འགྲོ་སྟེ་གསུངས་ན། འཆི་འཕོས་ནས་ཨེ་ཤི་ཚར་བའི་རྗེས་ལ་ངན་སོང་ལ་སྐྱེ་བ་གླེང་གི་མ་རེད། ངན་སོང་དུ་འགྲོ་གི་མ་རེད། ངན་སོང་གསུམ་ཟེར་ན་ག་འདྲས་ཟེར་ངན་སོང་ངན་སོང་དུ་མི་འགྲོ་སྟེ་ངན་སོང་གསུམ་དུ་མི་འགྲོ་སྟེ་གསུངས་གནང་གདོན་ངན་སོང་གསུམ་ཟོས་ན་དམྱལ་བ་ཡི་དྭགས་དུད་འགྲོ་བྱ་སྟེ་རུ་བ། བདེ་འགྲོ་གསུམ་སྟེ་མིའི་ལྷ་མ་ལྷ་མ་ཡིན་ལྷ་བྱ་སྟེ་རུ་བ། འདི་ཡིན་ཏེ་ག་ལ་ངན་སོང་གསུམ་ལ་འགྲོ་གི་མ་རེད། ཐ་ཆོད་པོ་ཅིག་གསུངས་གནང་འདུག་པ་ས་འདི་གལ་ཆེན་པོ་ཞིག་མཐོང་གི་འདུག་བ། ད་ང་རང་ཚོ་ངན་སོང་གསུམ་ལ་ལྷུང་སོང་ན་ཏག་ཏག་དཔེ་གསར་ཚར་རེད་དེ་ནས་རུ་བ། དེ་ནས་སྡུག་བསྔལ་ཚད་ལས་རྒྱས་པ་མྱང་གི་རུ་བ། དེ་ང་རང་ཚོ་ད་ཅིག་བསམ་བཏང་ཡ་ཅིག་ཡོད་རང་ང་ཚང་མ་ནང་པ་སངས་རྒྱས་པ་རེད་ཚེ་སྔ་ཅིག་ཁས་ལེན་གྱི་རེད་ལས་བཅུམ་དེ་ཁས་ལེན་གྱི་རེད་རེད་བ་དགེ་དགེ་མི་དགེ་ཁས་ལེན་གྱི་ཅིག་གྲངས་ཅིག་རེད་དེ་རེད་འདི་དཔེ་གལ་ཆེན་པོ་ཅིག་མཐོང་སོང་དེ་སངས་རྒྱས་ཀྱི་གསུང་བྱ་རྒྱུ་རེད་བ་དེ་ན་ང་རང་ཚོ་ནམ་རྒྱུན་ནས་གསུང་གནང་གི་ཡོད་རེད་བ། སངས་རྒྱས་ཆོས་དང་དགེ་འདུན་དེ་བླ་ན་མེད་པའི་སྐུ་མཆོག་གསུམ་གསུང་གནང་གི་ཡོད་རེད་བ། བླ་ན་མེད་པའི་སྐུ་མཆོག་གསུམ། གསུང། ཟེར་དུས་ད་དེ་ག་ན་གསུང་གི་ཡོད་རེད་བ་ག་རིགས་ཀྱི་བླ་ན་མེད་པའི།

སྐྱབས་ཀྱི་རྒྱུད་དེ་ལ་དཀོན་མཆོག་གསུམ་གྱི་སྐྱབས་དེ་ལ་རྒྱུད་དེ་ལ། འཇིགས་ཐེག་ཟེར་གི་དེ་འཇིགས་དང་འཇིགས་པ་དང་དད་པ་ཟེར་གི་དེ་བ། ཧ་གུ་ཡ་སྟེ། དེ་ཧ་གུ་ད་ད་ནྡ་དེ་ངས་བཤད་བྱེད་དགོས་པའི་རྒྱུ་མཚན་དེ་ག་ཡིན་ཟེར་ན་ང་རང་ཚོ་ནམ་རྒྱུན་ནས་ཐུག་ཐུག་པར་རང་དེ་འདྲའི་དགའ་སྡུག་བྱ་བྱ་བ་རེད། ཉིན་མ་གཅིག་ང་ལ་ཡི་དགའ་སྡུག་བྱ་གི་རེད་ང་ཡི་དེ་འདྲས་ཞིག་ཡོང་སྲིད་གི་རེད་ལང་ཀ་དེ་ལ་འགྲོ་འགྲོ་ཡ་ངེས་ངེས་པ་རེད། ད་ག་དུས་འགྲོ་གི་ཡོད་མ་ག་དུས་འགྲོ་གི་མ་རེད་ཟེར་དེ་ཏག་ཏག་ཏག་ཏག་ལབ་ཐུབ་ཀི་མ་རེད་མ་གཏོགས་ང་ཚོ་ཚང་མ་ལང་ཀ་དེ་ག་རང་འགྲོ་ཡ་རེད་པ། དེ་ཡིན་དེ་ག་དེ་དཔེ་གལ་ཆེན་པོ་གཅིག་དེ་སངས་རྒྱས་ཀྱི་གསུང་བཤད་གསུང་བྱ་རྒྱུ་རེད་བ། འཆི་ཁར་དགེ་བའི་བཤེས་གཉེན་འགའ་ཞིག་གིས་དཀོན་མཆོག་གསུམ་གྱི་མཚན་ལན། ལན། གསུམ་དུ་ས། ན་མོ་བུ་ད་ཡ་ན་མོ་དར་མ་ཡ་ན་མོ་སམ་ག་ཡ། ཞེས། འདི་སྐད་དུ། འདི་སྐད་དུ་ཆེད་དུ་བརྗོད་དུ་བཅུག་ན། མི་དེའི་ཆེས་ཕོད་ནི་ངན་སོང་གསུམ་དུ་མི་འགྲོ་སྟེ། འབྲུག་མ་རེད། གང་བྱས་ནས་ཟེར་ན་ཕྱོགས་བཅུ་ཡི་འཇིག་རྟེན་གྱི་ཁམས་གང་ནས་གང་དུ་དད་པ་འདི་དང་འདིར་སྐྱེ་བར་འགྱུར་རོ། ད་དེ་ད་ཀྱི་འཆི་བ་ལ་དབང་དུ་ཕྱོགས་པའི་མི་དེ་ལ་ཡང་ན་མོ་བུདྡྷ་ཡ་ན་མོ་དཱ་མ་ཡ་ན་མོ་སམ་ག་ཡ་སེར་ཐེངས་གསུམ་ཁོ་རང་གི་ཁ་ནས་ལབ་བཅུག་པ་ཡིན་ན། ངེད་ཚོ་གསུམ་ལ་སྐྱེ་བ་ཆུ་ནས་གླེང་གི་མ་རེད་ཟེར་ངེད་ཚོ་གསུམ་དུ་འགྲོ་གི་མ་རེད། གང་ཡིན་ཟེར་ན། འདི་འདྲའི་ཆེ་ཐེངས་གསུམ་འདོན་མཁན་མི་དེ་གིས་ཨ་ནི། དཀོན་མཆོག་གསུམ་ལ་དད་པ། དད་པ། དད་པ། དད་པ་སྐྱེ་ས་ཀྱི། ད་དཀོན་མཆོག་གསུམ་གྱི་ཆོས་དར་ས། དད་པ་སྐྱེ་ས་ཀྱི་ཡུལ་ཡག་ག་ཅིག་ལ་ཡུལ་བཟང་ག་ཅིག་ལ། ཨ་ནི་ད་སྐྱེ་གི་རེད། དེ་གསུང་དུ་བ་ཕྱུགས་ཆུ་ཡི་འཇིག་རྟེན་གྱི་ཁམས་གང་ན། ཁམས་གང་ནས་གང་དུ་དད་པ་དེ་དང་དེར་སྐྱེ་བར་འགྱུར་རོ། མཐའ་ཆེ་པོ་གཅིག་གསུང་ནང་དུ་བ། འདི་ང་རང་ཚོ་ཚང་མ་ལོག་སེམས་པ་ལ་བཞག་དགོས་ཡོད་དོ་དཔེ་གལ་ཆེན་པོ་ཞིག་མཐོང་གི་འདུག་དུས་རྒྱུན་དེ་ནི་ང་ཚོ་ནི་བྱེད་དེ་གོ་རེད་བ། དེ་འདྲའི་ཆེད་དུ་སྐབས་རག་དེ་གར་ད་མ་ནི་རི་བོ་བཀྲེས་ཡ་དང་མ་ནི་འདང་བཅུ་ཡ་དང་ཨ་ནི།

སྐྱེས་ཀྱི་མ་ཐག་པ། རྒྱགས་རུམ་བཅས་ཀྱི་དད་པ་དམ་ཚིག་གཡོ་བ་མེད་པ་འདི་འདྲས་ཅིག་བསྒོམ་ཡོང་འདི་ག་ལ་འདི་གི་དད་པ་ལ་བརྟེན་ནས། འདི་གི་རྒྱུ་འདི་ལ་བརྟེན་ནས་ཨ་ནི། རྒྱགས་རུམ་བཅས་ཀྱི་སྤྱན་རས་གཟིགས་ཀྱི་འདུ་ཤེས་ནི་སྐྱེ་ཡག་གི། ཨ་ནི། རྒྱུ་ཆེན་པོ་ཅིག་དག་ར་འབྲུག་པོ་དུ་བ་སྤྱི་དང་ནི་ད་མང་པོ་ཅིག་ཡོད་རེད་ད་ཕྱི་ག་ལ་ག་ལ་རྒྱགས་རུམ་བཅས་སྐུ་པར་དེ་མ་བཏོན་ད་ནི་རྒྱགས་རུམ་བཅས་སྐུ་པར་འགྲམ་ལ་བཞག་ཞེན་གྱི་འདི་འདྲས་ཡོད་རེད་སྙེ་མ་ང་ཚོ།

སྔོན་ནས་ད་ནི་དེ་འདྲའི་ཆེད་མི་དེ་ལ་ཡང་ནི་འཆི་ཁར་ལ་ག་མི་དེ་མི་དེ་ལ་ཡང་ད་འཆི་བ་ལ་འཆི་ཁར། འཆི་ཁར་ཟེར་སྒྲའི་ཤེས་རྟོགས་བྱེད་དེ་ག་ལ་གོ་ད་དེ་འདྲའི་ཆེད་མི་དེ་ལ་ཡང་སྔོན་ནས་ད་ནི་ང་རང་ཚོ་གི་དེ་འདྲའི་ཆེད་བྱེད་ཐུབ་པ་ཡིན་ན། མི་དེ་འཆི་ཚར་བའི་རྗེས་ལ་ཤི་ཚར་བའི་རྗེས་ལ་ད་འཆི་འཆི་འཕོས་ནས་ཟེར་གོ་ད་ཤི་ཚར་བའི་རྗེས་ལ་ནི་ངན་སོང་དང། ངན་སོང་གསུམ་ལ་སྐྱེ་གི་མ་རེད། ད་དེ། དགུ་བཅུ་དགུ་བཅུ་དེ་དང་ང་རང་ཚོ་ངེད་སོ་གསུམ་ལ་མ་སྐྱེས་ཡས་ཀྱི་དོ་ཟླ། འཁོར་བའི་སྡུག་བསྔལ་ལས་ཡར་གྲོལ་ཅན་དབུ་མའི་ད་ནས། སངས་རྒྱས་ཀྱི་བསྟན་པ་འཛིན་མཁན་བཙན་པ་འཛིན་མཁན་དག་གང་ལྟར་ཡག་ག་ཅིག་ལ་ཡ། ཡུལ་ཡག་ག་ཅིག་ལ་ཡ་སྐྱེས་ཡས་ཀྱི་འབད་བརྩོན་བྱེད་ཀྱི་འོག་རེད་པ། ངེད་སོ་གསུམ་ལ་སྐྱེས་ཡས་ཀྱི་འབད་ལས་ཀ་སྐྱེས་ཚར་བའི་རྗེས་ལ་འདི་ནི་ཚར་ཚར་བ་རེད་ད། མེ་དོང་ཆེན་པོ་གཅིག་ན་མ་ལྷུང་ཚར་བ་དང་གཅིག་པ་གཅིག་ཆགས་ནས་འདི་ནས་ཡར་ཐར་ཡས་ཡོད་མ་ར་ཁག་པོ་རེད་བ།

ཨ་ནི་མི་དེ་ཕྱིར་འཕོས་ནས་ངལ་སོ་གསུམ་དུ་མི་འགྲོ་སྟེ། སེར་པོ་སེར་སྦྱངས་སའི་གསུང་ནང་དུ་བ། འདི་ང་བཤད་བྱེད་ངའི་གྲོགས་སུ་རུ་བ་དེས་འདི་ག་ལ་རྣམ་པ་ཚང་མ་ལོ་ལ་འདི་འདི་བྱེད་ཧིན་ད་ང་རང་ཚོ་ཚང་མ་ལོ་སེམས་པ་བཟང་པོ་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ས་ག་མིག་སོ་ག་ནི་ས་ག་ཟླ་བ་གཅིག་པོ་གཅིག་ལ་མ་རེད་བ་ངོ་ནས་བཤད་ན་ད་ལོ་གཅིག་ལ་ཟླ་བ་བཅུ་གཉིས་ཡོད་རེད་ཟླ་བ་བཅུ་གཉིས་འདི་ནང་ལ་ཡ་སེམས་པ་བཟང་པོ་ང་རང་ཚོ་ཚང་མ་ལོ་ག་ས་བདེ་བ་འདོད་པ་ད།

ག་ས། ཆོས་དང། དེ་ལ་ཡང་དམིགས་སུ་བཀར་ནས་དུས་ཚོད་གཏང་མ་ཐུབ་བ་བཅས་གོ་སོ་སོ་སོ་ད་ལྟོ་གོ་དོན་དང་གཅིག་བྱེད་དེ་གི་འོ་རེད་པ། ཡིན་ན་ཡང་ད་ས་ག་ད་བ་དེ་ཟེར་དེ་ག་ལོ་གཅིག་ན་ཐེངས་གཅིག་གླེགས་ཡོ་རེད་དེ་སྐབས་དེ་ལ་ཡང་དེ་འདྲས་ཅིག་བསམ་བློ་བཏང་བྱས། ཨ་ནི་དངོས་གནས་ད་ནས། དེ་འདྲས་ཅིག་བྱེད་ཐུབ་པ་ཡིན་ན་དཔེ་ཡག་པོ་འདུག་བ་ཡིན་ན་ཡང་ཀུན་སློང་དྲག་པོ་དེ་ངས་སྔོན་དུ་ཞུས་སོང་བ། སོ་སོ་གི་འགལ་བ་ག་ཚད་བསགས་བཞག་ཆུ་ས་ག་ད་བ་ལ་འགལ་བ་བསགས་བཞག་ཆུ་འགལ་བ་ཐམས་ཅད་ལོག། ཨ་ནི།